གནས་ཁང་རོལ་ཆས་ནས་ཆེད་དུ་ཐེངས་འདིའི་འདྲེ་དཔོན་ལ་ཕེབས་པའི་འདྲེ་དགའ་ཁྲ་སྟོན་པ་རྒན་བཀྲ་ཚེ་རིང་རྣམ་རྒྱལ་དང་དབུང་རྒྱལ་རྣམ་གཉིས་ཀྱིས་འདྲེ་དགའ་ཚན་པ་ཞིག་འཕྲལ་དུ་ཤར་གྱི་རེད་ཚང་མས་དགའ་བསུ་གནང་རོགས་ལ། ཨོ་ལ་སོ།
ད་ས་ལ་ཁྲོམ་ཆེན་ལྷ་ལྡན་རྫོང་དང་བ་ལ་མི་ཆེན་སྤོང་ཕོང་རྫོང་དང་ནེང་ལ་གླུ་གར་རྩེ་སྒྲོན་རྫོང་དང་རྫོང་གསུམ་འཛོམས་པའི་ཉི་མ་འདིར་བཀྲ་ཤིས་པའི་དུས་གཟིངས་ཉིན་མོ་རེད། ཨ་མ་མ་རྟེན་འབྲེལ་མི་ཚོགས་མང་བ་ལ་སེམས་པ་དེའི་སྤྲོ་ལེགས་ལ་ང་འབྲས་དཀར་རྒད་པོའི་སེམས་པ་ཡང་དགའ་ལྷང་ལྷང།

དགེ་ཡང་གི་མཉམ་དུ་ས་ཡ་ན་ཤོ་ར་ན་འདོ་ཡ། འོ་ལ་སོ། འདི་སྐར་བསམ་པའི་དོན་འགྲུབ་ཁྱོད་དག་སྣང་ཡོང་བ་གང་ནས་ཡོང་དོ་དགོང་འགྲོ་བ་གང་དང་འགྲོ། ས་འདི་ལ་ཡོང་དོན་ཅི་ཞིག་ཡིན་ལ། འོ་ལ་སོ། ང་དག་སྣང་ཡོང་བ་ཤར་ནས་ཡོང་ལྷ་རྡོར་གྱིས་ཟིན་པའི་སྔགས་པ་ཡིན་ཁྱོད་ག་སོང་བཀྲ་ཤིས་རྒྱུག་ཅེས་སོང། མ་རྒྱུད་འགྲུབ་མ་དཀར་མོ་ཕུད་ལགས་ཚངས་པའི་སྦ་གཡོག་བདེ་མོ་ནི་འདི་སུ་མཐོང་ནས་རྟེན་འབྲེལ་ཡག་དགོས་སྲིད་ད་སྔ་རགས་དེ་བརྒྱུད་པ་ཤེས་པས་ན་སྟེང་ལྷར་བྱིན་ཚངས་པའི་ཕོ་ཉའོ་གླུ་རྒྱུར་བཙུགས་ནས་ཚ་བོ་འབྲི་ཀར་སྦྱར་བའི་སྲས་པོ་ལ་འབྲས་བུ་ཡིད་བཞིན་ནོར་བུ་ཡིན། ད་སྔ་ཁ་སང་ས་ལ་ལྟེམ་འབྲུ་སྒྲུང་མ་ཡིན་གར་སྡེ་ས་ལ་སྦྱར་ཁ་ཡུངས་མེད་ཡིན། ང་དེ་རིང་ཡོང་བའི་ས་ཆ་འདི་ཁྲི་འདི་སྤུས་ལྡན་གྲོང་ཁྱེར་རེད། བསྟན་འཛིན་བཀའ་བརྒྱུད་ཀྱི་གླུ་དར་ཡིག་གཟུགས་འགྲིམ་པར་མཛད་སྒོ་འདི་ཐོག་ལ་བཀྲ་ཤིས་བསྟན་འགྲོར་གྱི་ཁ་ཡིག་བརྒྱུད་ལ་ཡོང་བ་ཡིན་ལགས། ཨོ་ལ་སོ། ད་ཁྱོད་རྒྱ་ལ་སོང་ན་རྒྱ་ལོ་བཀྲ་ཤིས་པོ་ལ་སོང་ན་པོ་ལོ་བཀྲ་ཤིས་ད་རྒྱ་བོ་གཉིས་ཀྱི་ལོ་བརྒྱ་བཀྲ་ཤིས། ད་ཁྱོད་ལ་ལ་བཟུང་པའི་མདའ་དར་དང། ལུས་ལ་གྱོན་པའི་རྒྱན་གོས་སོགས་ད་ཤེས་པ་མེད་ན་འགྲིག་གར་མེད་རྟོགས་པ་མེད་ན་འགྲིག་གར་མེད་ཟེར་ནས་ལ་ཧ་ཧ། ཨོ་ལ་སོ། ངའི་ལུས་ལ་གུས་གར་གྱོན་པ་འདི་འགྲིག་གར་སྦྱར་བའི་ཆ་ལུགས་ཡིན་གཡུ་བཀྲ་ཡིས་ལ་ཤེས་ཀྱི་འདི་རྒྱ་གར་སྦྱར་བའི་ཆ་ལུགས་ཡིན་གཡུང་བཀྲ་ཡིས་ལ་ཤེས་ཀྱི་འདི་རྒྱ་ནག་སྦྱར་བའི་ཆ་ལུགས་ཡིན་འདི་འགྲམ་འདི་ལ་འཕར་བ་དེ་བལ་པོར་སྦྱར་བའི་ཆ་ལུགས་ཡིན། ངའི་ལག་གི་འདི་ལྟར་བཟུང་བ་འདི་གཉིས་ནི་ཐོས་པས་ཞུགས་པ་ནགས་ས་ནས་ཐོས་པས་འབོ་ལོ་མ་ཁྱི་གཉིས་པ་གི་རྒྱང་མ་བ། ད་ཕ་ཤིང་ལྷ་ཤིང་ཞུགས་པ་ལ་མ་ཤིང་བཙུན་ཏེ་དམར་པོ་ཡིན་ཨོར་གྱི་པད་མའི་སྒྲུབ་ཤིང་ཡིན་མི་ལ་རས་པའི་དགུང་ཤིང་ཡིན་འདི་ས་ལ་འཇགས་ད་ཁག་ཁག་ཕྱོགས་ལ་འཇགས་ད་སྙོག་སྙོག་བར་ལ་འཇགས་ད་ཀག་ཀག་འདི་ཡ་རིགས་ཡར་ལ་གཡུག་དེ་མོ་ཐུག་རྒྱ་གར་སྦྱར་པའི་ཆོས་གོ་སའི་མ་རིགས་མར་ལ་གཡུག་དེ་མོ་སྨད་རྒྱ་ནག་སྦྱར་པའི་འཕྲང་གོ་སའི་བ་རིགས་བར་ལ་གཡུག་དེ་མོ་བ་བའི་སྲིང་བྱས་ནས་གོ་སའི་རོ་ཡིན་ཟེར་ནས་ལ་ཧ་ཧ། ཨོ་ལ་སོ།

འོ་ལ་སོ། ད་བཀའ་གསུང་རབ་སྟོན་པའི་ལྷ་གཉིས་ལ་ང་སུ་ལ་ཞི་མི་མ་རིག་སྟེ་ཁག་རེ་རེ་གྲགས་འདི་ཨོ་རེ་ཤེས་འདི་ཨེ་འདྲ་མི་འདྲ་གཉིས་ན་ཤེས། འོ་ལ་སོགས། ད་ངོས་ལུས་ལ་གུས་དཀར་གཞོང་པ་མགོ་བོ་ལྷ་སྲུང་བཟང་ངོ་མི་འགྲོའི་ཁང་རྩིག་རྫོགས་པའི་རྟེན་འབྲེལ་དེ་རིང་འགྲེགས་སོ་ལ་ལ་འབབ་གཡོག་ཐུག་པ་སྦལ་དུམ་ལྷ་ཡིན་ནོ་བོ་ལྷ་སྲུང་ངོ་སྲུང་ཐོབ་པའི་རྟེན་འབྲེལ་དེ་རིང་འགྲེགས་སོ། ད་དེ་ལ་དྲི་བྱུང་བཏགས་པ་ལྷ་སྲུང་བརྒྱུད་པའི་ཡིག་འདྲ་རྒྱར་ཁ་ཐུབ་ལུས་ཐོབ་པའི་རྟེན་འབྲེལ་དེ་རིང་འགྲེགས་སོ། ད་གཡག་སྲུང་གཡག་གི་གོང་བ་ལ་ས་ཤང་ཤང་གི་རྟིང་བུ་བསྒྲགས་པ་དེང་ནོར་བསམ་ཕུར་གྱི་རྒྱང་ཆིག་སྒྲིལ་བ་ལྔ་རྟེན་འབྲེལ་ལམ་ཡར་ཤེས་པ་སོ་སྟེ་སོ་ཐོག་བཀྲ་ཤིས་སྟོང་འདྲ་ཡོང། ལྷ་བླ་མ་ལ་ཐོག་ན་ཆོས་སྲིད་རྗེ་གོང་དཔོན་པོ་ལ་ཐོག་ན་ཆབ་སྲིད་རྗེ་པོ་དོན་གཉེར་ལ་ཐོག་ན་སྤྱི་སེམས་རབ་དུས་དེ་རིང་ནས་དགའ་པོ་བྱེད་དོ་ཨ།